ག་རེ་བྱས་ཤལ་ཏི་ཏི་ཏི་ཏི་ད་ལྟ་གི་དུས་ཚོད་ལ་ད་ལྟ་རྒྱ་གར་གྱི་ངས་ནས་ཨ་ནི་མི་རབས་ལྔ་བ་ཡི་དེ་ད་ཅིག་ད་ལྟ་ཁ་མ་གི་གནམ་གྲུ་བཟོ་བས་ཡི་དེ་རེད་གང་ད་བས་ད་ལས་གཞི་གལ་ཆེ་བོ་ཞེ་བོ་ཅིག་འགོ་བཙུགས་ཚར་ཡོད་གང་ད་བས་ད་ཅིག་གསལ་བསྒྲགས་གྲོགས་ཅིག་གང་ད་ཅིག་བྱེད་དུ་འོ་དེ་ར་སོང་ཙང་ད་དེང་ད་ད་བརྙན་ཐུང་གི་གནད་དོན་དང་པོ་དེ་ཨ་ནི་ཡང་དེའི་སྐོར་ལ་ཅིག་ཆགས་འདུག།

སྲིད་ཅིག། ཡ་མ་ཐབས་ཅིག་རང་བཞིན་དེ་རེ་གང་དག་པས། ད་ཁ་ཕྱོགས་འགྲོ་གང་དག་ཅིག་རེ་བཞག་དེ་ལ་སོང་ཙང་ད་དེང་ད་ད་བརྙན་ཐུང་གི་གནད་དེ་གཉིས་བ་གི་ནང་འོག་ལ་ཨ་ན་ཡང་དེ་ཚོ་སྐོར་ལ་དེ་རུ་ཐུང་ཐུང་ཅིག་བཤད་ན་ད་ཨ་ན་ད་ཁ་སང་བར་ཚེས་ཉི་ཤུ་དེང་གི་ཉིན་སོགས་ལ་ད་རྒྱ་གར་གྱི་བདེ་སྲུང་ལས་ཁུངས་ནས་ཨ་ན་ད་དེ་འདྲས་གང་དག་ཅིག་མི་རབས་ལྔ་བ་གིས་ཨ་ན་ཁ་དམག་གི་གནམ་གྲུ་བཟོ་ཡས་དང་འབྲེལ་བའི་ཐོག་ནས་ད་དང་པོ་ད་ལ

ད་སྒེར་བ་ཡིན་དེར་ད་ཅིག་ཚོང་གཉེར་ཁང་དང་ཀ་མུ་ནི་མང་པོ་ཞོགས་ཤིག་དང་དེ་ལ་ཟུར་ཞུགས་ཆེད་ཐོབ་ཐང་དང་གོ་སྐབས་ཚང་མ་དང་བྲལ་རོ་དེར་ཚོང་ཐེབས་པ་དེ་ཞོ་དམིགས་ས་ཡིན་ལ་རེད་བ་ནི་དེ་མཉམ་དུ་ནི་དམིགས་སའོ་ཞེ་མ་ཅིག་ད་དེ་ག་རེ་ཟེར་ན་ད་དེ་ཡང་གནམ་གྲུ་བཟོས་དེ་ལ་རྒྱ་གར་ནང་ལ་ཡིད་སྐྱོ་གི་ད་ཅིག་སྒེར་བ་གི་དེར་ད་ཅིག་ཚོང་གཉེར་ཁང་མང་པོ་ཞོགས་ཟུར་ཞུགས་ཆེད་གོ་ཐོབ་ཐང་ཡས་དེ་གི་མཉམ་དུ་ཨ་ནི་དེ་གི

དོ་སྣང་བྱས། དེ་ཚོ་ག་ལ་ཉམས་ཞིབ་བྱས་དེ་ཚོ་ག་ལ་བརྟག་དཔྱད་བྱས་ཏེ་ཕར་ཕྱིན་སྔོན་མ་བས་ཏེ་ཉིས་སྟོང་བདུན་བརྒྱད་ཚོར་འགོ་བཙུགས་ཚར་འདུག་བ། རོ་ད་ནས་དེ་ཚོར་འགོ་བཙུགས་ཚར་བ་ན་གང་ལྟ་ཅིག་ད་ལྟ་བར་དུ་ད་ཅིག་བཟོ་ཐུབ་མེད་བ། བཟོ་ཐུབ་མེད་བ་ཙམ་མ་ཡིན་པར་ད་གང་ལྟ། དེའི་སྐབས་སུ། ད་རྒྱ་གར་གཞུང་འོག་ལ་ཡིན་དུས་དེ་ད་ཅིག་ཚོང་གཉེར་ཁང་གིས་དེ་བཟོས་ལ་ཅིག་བས། ཅིག།

ཨ་མདོ་དེ་གི་མཉམ་དུ་ད་ད་འདག་ཟེར་ལ་རྒྱ་གར་ངས་ནས་ཨ་མདོ་དེ་འདྲའི་ག་ལོ་ད་ཅིག་མི་རབས་ལྔ་འོག་གི་ཨ་རྣམ་ཕུ་དེ་བཟོ་གས་ད་ཅིག་གནད་འགག་དང་ཨ་རྒྱུ་མཚན་ད་ག་བ་ཐུར་ད་ཏི་ད་ཏི་དང་པོ་ད་ལ་ད་ག་འདག་ད་འདག་ཟེར་ལ་འཛམ་གླིང་མཁྱེན་ཡོང་ཁོ་རང་ག་ད་ཅིག་སྔར་དང་མ་འདྲེས་ག་ད་ཅིག་ཁ་ལོ་ད་ཅིག་རྙོག་དྲ་ཤུགས་ཆེ་བོ་ཞོ་ཞིག་གང་ལ་ཡོད་ཨ་ཡང་མ་ཁ་ལོ་ད་ཅིག་ཕན་ད་ཁ་ལོ་ད་ཅིག་ཉེན་ཁ་ཤུགས་ཆེ་བོ་ཞོ་ཞིག་གང་ལ་ཡོད་དེ་འདྲའི་གང་ད་ད། གནས་སྟངས་འདྲ་རོ། ད་དེ་ཡང་དང་པོ་དེ་ལ་གང་ད་ཅིག་གཉིས་མ་ད་དམག་ཆེན་དང་པོ་གཉིས་པ་ནང་ད་གང་ད་དེའི་ཆ་ལ་ད་ཅིག་རྒྱ་གར་ཕན་ཚིག་པ་ལ་རྙོག་དྲ་དེ་ཤུགས་ཆེ་རུ་འགྲོ་ཨ་རྙོག་དྲ་ཙམ་མ་ཡིན་པར་གང་ད་རྒྱ་གར་ཕན་ཚིག་པ་ལ་ད་ཅིག་ཁ་ལོ་དྲག་པོའི་ཐོག་ནས་ཁ་ཕག་ཆུ་ད་ཅིག་གོ་ལན་སློག་ཨ་ཡང་མ་གང་ད་དྲག་པོའི་ཐོག་ནས་དེ་རིང་ད་ཅིག་དམག་ཆུ་ལ་དེ་ཚོ་ནས་མང་རུ་འགྲོ་གི་ཨ་རོ། རོ། དེ་འདྲའི་གང་ད་དེ་འདྲའི་གང་ད་རེ་ཞིག་ཅིག་གང་ད་ད་དེའི་ཆ་ལ།

ལྟ་ཅི་གལ་ཆེ་ཤོས་རྣམས་ཆེས་ཆེར་གྱིས་ཁ་དམག་གི་སྟོབས་ཤུགས་དང་ཁ་དམག་གི་ནུས་བ་དེ་ཞོ་དམིགས་སུ་གལ་ཆེ་བ་ཆགས་བསྡད་འདུག་ད་དེ་ཡང་དཔེར་ན་ཁ་སང་རྒྱ་གར་དང་པ་ཀི་སི་ཐན་གྱི་དམག་ནང་འོག་ལ་ད་གང་ལྟར་ད་དམག་ལ་གང་དེ་གང་ནི་རྙོག་དྲ་བཙན་ལགས་ད་ད་ཕྱོགས་གཉིས་ཆ་ངེས་ནས་བེད་སྤྱད་མང་ཤས་དེ་ག་རེ་བྱ་སྲིད་ན་ད་ཁ་དམག་ཐོག་ནས་བེད་སྤྱད་བྱས་རུང་བ་ད་དཔེར་ན་དང་པོ་དེ་ལ་དཔེར་ན་རྒྱ་གར་གྱི་གནམ་གྲུ་མང་པོ་ཞོག་ཅིག་པ་ཀི་སི་ཐན་ལ་ད་དུས་ཡག་ང་ད་པ་ཀི་སི་ཐན་ལ་འགྲོ་རྗེས་ཕིའི་ནང་ཅིག་གཏོར་སྐྱེལ་བཏང་ཡ་ཨ་དེ་ཙམ་མམ་དེ་གི་རྗེས་ནི་པ་ཀི་སི་ཐན་ངེས་ནས་ཨ་རྒྱ་གར་ལ་སུ་ད་ཅིག་མི་མེད་གནམ་གྲུ་སོགས་ནས་མང་པོ་ཞོག་བཏང་དེ་འདྲས་གང་ལྟར་བེད

རྒྱ་གར་དང་ནི་ཅག་གཞི་ནས་ད་དེ་འདྲ་ཨེ་ཁ་མ་ཨེ་ཁ་ཟེར་མི་རབས་ལྔ་བ་གི་གནམ་གྲུ་ཟེར་གོ་བཅུ་ཡོད་རུ་བ་བལྟས་ན་རྒྱལ་ཁབ་གཞི་མ་ལ་བལྟ་བ་ན་དཔེར་ན་ཨ་རི་འདྲ་བོ་དང་ར་ཤི་ཡའི་དང་ཅི་ཁ་ཟེར་རྒྱ་ནག་ཅོག་ཅག་ཆགས་ན་མི་རབས་ལྔ་བ་གི་གནམ་གྲུ་བེད་བཟོ་ཚར་བ་ཁོང་ཚོས་ཁོང་ཚོ་མི་རབས་ལྔ་བ་གནམ་གྲུ་བཟོ་ཚད་ཙམ་མ་ཡིན་པ་ད་ད་དེ་ཅག་མི་རབས་དྲུག་པ་གང་ལ་ཁོང་ཚོ་བེད་གོ་བཙུགས་ཀྱི་ཡོད་བ་ཨ་རི་མི་རབས་དྲུག་པ་གང་ལ་ཁོང་ཚོ་བེད་ད་ཅིག། དོ་སྣང་བྱེད་འགོ་བཙུད་རུ་ཨ་དོ་སྣང་བྱེད་འགོ་བཙུད་བས་ཙམ་མ་ཡིན་པར་ད་ལྟ་ཁ་སང་དུ་གནས་ཚུལ་ཁ་ཤས་ལ་ལྟ་སྐབས་སུ་རྒྱ་ནག་གི་ནས་མི་རབས་དྲུག་པ་ཀི་གནམ་གྲུ་རྦད་དེ་བཟོ་ཚར་བཟོ་ཚར་ཙམ་མ་ཡིན་པར་རྦད་དེ་ཁ་ལོ་ད་ཅིག་ཚིག་ལྟ་བྱས་ཟེར་བའི་དེ་འདྲའི་གནས་ཚུལ་དེ་སོང་ང་ད་ཡིན་ན་དེ་གནས་ཚུལ་ད་ག་ཚད་བདེན་པ་མིན་ད་ལྟ་གསལ་བོ་ཁེ་ཡ་མ་རེད་འདི་ནས་ག་ད་ད་དེ་འདྲའི་གནས་ཚུལ་དེ་འདྲའི་འདུག་ད་ག་ད་རྒྱ་ནག་གི་ཅིག་བཟོ་ཚར་ཡས་ན་མེད་ན་ག་ད་དེ་ཞག་འདི་གང་ལ།

ད་རྫ་མི་མཁྱེན་ཡོང་ཁོ་རང་ཏིག་ཏག་ཅིག་ཁ་ཕྱོགས་ལོག་སྒར་ཞིག་ལ་འགྲོ་ཡོད་ཨོ་ཨ་འདིའི་ཁ་ཕྱོགས་ལོག་སྒར་དེ་གི་ཁྲིམས་བདག་གང་འདྲ་ད་ལྟའི་ཆར་རྒྱ་ཁབ་ཚང་མ་ངས་ནས་ད་གང་འདྲ་གྲ་སྒྲིག་གསར་བ་ཨ་འཆར་གཞི་གསར་བ་ཞིག་བཏིང་གི་དེ་རིང་གནས་སྟངས་རེད་འདུག་ད་དེའི་གྲ་སྒྲིག་གསར་བ་འཆར་གཞི་དང་དོ་དོ་གང་འདྲ་ཅིག་བདེ་སྲུང་སྒང་ནས་གར་ཡལ་གྱི་བཏང་འདུག་བདེ་སྲུང་སྒང་ནས། སོགས་སུ་རང་གིས་ཅིག་ལྟ་རྐང་པ་གང་ལངས་ཐུབ་པ་དེ་གང་འདྲ་བྱེད་དགོས་འདུག་འགྲོ་བ་དེ་ཙམ་མ་ཡོང་བའི་ཁར་ཟེར་ཏེ་གང་ལྟར་ད་ཅིག་རྙོག་དྲ་འདྲ་བྱུང་ཡོང་ན་དེའི་སྐབས་སུ་གཞན་པ་ལ་བལྟས་མ་དགོས་དོན་སོ་སོ་རང་གིས་གང་ལྟར་ཕར་ཁ་བལྟས་གང་འདྲ་བཅའ་དགོས་འདུག་ལ་ཉེ་གང་ལྟར་ད་དུས་སར་གྲ་སྒྲིག་ཞེ་བོ་བྱེད་ཀྱི་ཡོད་རེད་ད་དེ་དཔེར་ན་རྒྱ་གར་ན་པ་རྒྱ་གར་ཙམ་མ་ཡོང་བ་དཔེར་ན་ད་པ་ཀི་སི་ཐན་ནས་ད་ད་དུས་ཀྱི་ག་ཚད་གྲ་སྒྲིག་བྱེད་ཀྱི་འདུག་ད་དཔེར་ན་ཁ་སང་དོ་བ་ན་ད་དེ་ཨ་རི་དེར་ད་ཅིག

ད་སྤྱིར་བཏང་དེ་ཚོ་ལ་བལྟ་བ་ན་ང་ཚོ་བོད་པ་ནང་བཞིན་གྲ་སྒྲིག་ཅིག་མ་བྱས་རང་བྱས་རེད་འདུག་བ། ད་ང་ཚོ་བོད་པ་གྲ་སྒྲིག་མ་བྱས་ལ་ཤུགས་ལ་རྡོག་རྡོག་རྦད་དེ་ཁ་ཟས་ད་ཅིག་ཁོ་ཚོ་ནང་བདག་གི་མཚོན་ཆ་ཞེད་སྣང་ཚ་བོ་ར་བོ་དག་ནི་རྦད་དེ་ཅིག་ད་ཅིག་གང་ལྟར། དམག་རྒྱལ་ཁ་དེ་ང་ཚོ་གྲ་སྒྲིག་ཅིག་ཐུབ་ཀི་མེད་བ་ཡིན་ན་ད་གང་ལྟར། ད་སོ་སོ་རྐང་པ་གང་སོ་སོ་ལངས་ཐུབ་བས་ཅིག་ཨ་ནི་སོ་སོ་ཡི་ཁ་ལོ་ད་ཅིག་ངོ་བོ་ཞིག་དང་སོ་སོ་ཅིག་གང་ལྟར་ད་ཅིག་ཡར་རོ་དེ་གང་ལྟར་དམག་ལག་ཁང་ལ་ད་ང་ཚོ་ཅིག་ཕྱིར་དགོས་འདུག་བ། རེད་བ་ད་དེ་ཕྱིར་མ་དེ་རིང་ཡང་ང་ཚོ་ད་ཅིག་ད་ཕག་སོང་ནང་དཀྲུག་བརྒྱབ་བསྡད་སོང་ད་རུང་དེ་འདྲས་ཅིག་གང་ལྟར་ད་ཅིག་རྙོག་དྲ་ཆུང་མ་ཅིག་ལ་འཛུལ་བསྡད་བ་ན་ང་ཚོ་ཞི་བ་ཇི་ལི་ཐེབས་ས་རེད་བ་ད།

རོགས་ཟླར་སོང་ཙང་ཧ་ལྟ་ད་ལྟའི་ཆར། སྤྱི་བཏང་འཛམ་གླིང་ཁྱོན་ཡོངས་ཁོ་རང་གི་ཆབ་སྲིད་འཕོ་འགྱུར་དང་བདེ་འཇགས་ཀྱི་གནས་བབ་ཚང་མ་ལ་ལྟ་སྐབས་སུ་ད་ང་ཚོ་འོན་པའི་དེ་གཉིས་སའི་རེས་འགའི་དེ་འདྲ་དེ་འདྲ་འདྲ་བོ་གཅིག་རེད། ཨ་ན་ད་དེ་གི་མཉམ་དུ་ད་ད་རྒྱ་གར་གྱི་དེ་རུ་ད་ཁ་ཚ་དེ་ད། ཁ་མ་གི་གནམ་གྲུ་ཕ་ཇེ་སུ་ཨད་འགོ་ཚུགས་ཨད་ཕ་ཇེ་ད་ཉིས་སྟོང་སུམ་ཅུ་སོ་གཅིག་ཚུན་འགོ་ཚུགས་ཨེ་སར་ད་ཡིན་ན་དེ་ད་གང་ད་ཟོ་ཚར་རྗེས་ལ་གང་ད་གནམ་གྲུ་གཏན་ད་ཕ་ཇེ་ཉིས་སྟོང་སུམ་ཅུ་སེ་ལྔ་དེ་ར་གང་ད་ཅིག་ལས་རོགས་ད་དེ་ཤུ་ལ་གང་ད་ད་ཅིག་ལོ།

དམག་ཁོ་རང་ལ་ངེས་ཅན་བྱེད། ལོ་ཟླ་དེ་བཞི་ལ་དོ་དོ་ཁར་སྣ་ལྟ་ཅི་དང་ད་ལྟ་བར་དུ་དཔའ་བོའི་སེང་ངེ་ནས་ཨ་གྲགས་ཆོས་ཚོགས་པ་དང་ལྟ་བེད་སྤྱད་བྱས་རྗེས་རྒྱ་གར་ལ་དཀའ་ངལ་མང་པོ་སྤྲད་འོ་ལྟ་ནས་དེའི་དཀའ་ངལ་སུ་མང་ཤོག་རྒྱ་གར་ནས་ལ་ཁ་ལྟ་ཅིག་དེས་དཀའ་ངལ་ཆུང་མ་བྱས་ཏེ་བརྩིས་ཡས་རོ་དེ་བས་རྒྱ་ཁབ་དེ་རྒྱ་ཁབ་དེར་བས་དེ་རྙོག་དྲ་ཤུགས་ཆེ་བས་གས་བརྩིས་ཀས་ཡ་མ་རོ་བ་དཔེར་ན་ང་ཚོ་ཆབ་སྲིད་བརྩིས་ཤོག་ན Proxy War ལར Proxy War ལ་དགའ་སུ་དཔའ་བོའི་སེང་ངེ་ལ་དེ་དེར་གང་དུ་ཚོགས་པ་ཆུང་ཆུང་ཞིག་བེད་སྤྱད་བྱས་སུ་དཀའ་ངལ་སྤྲད་ཕྱིན་མ་གཏོགས་བས་དེ